ལོ་རྒྱུས་སྔ་ཕྱི་ལྔ་ལྔ་པ་ཡི་ལེའུ་དྲུག་པ། ད་ལྟ་ང་ཚོ་པོ་ལུ་ཡེ་རུ་ཤ་ལམ་ནས་སི་སི་རེ་ཡ་དྲུང་ཆེ་ལ་ཁྲིད་པའི་ལོ་རྒྱུས་དེ་ལྟ་གི་ཡིན། ཡ་ཧུ་དཱ་པ་རྣམས་ཀྱིས་པོ་ལུ་སེ་འབྲུག་ཡོད་པ་དེ་ཁོང་གི་ཚ་བོ་ཡིས་མ་པེན་ཆུ་ཤོད་ལ་ཤོད་པ་རེད། མ་པེན་ཆུ་ཤོད་ཡིས་མ་པེན་གནས་སྐད་བཏང་ནས་ཁོང་གཉིས་ལ་རྐང་དམག་ཉིས་བརྒྱ་དང་རྟ་དམག་བདུན་ཅུ། མདུང་དམག་ཉིས་བརྒྱ། མཚན་མོའི་ཆུ་ཚོད་དགུ་པ་ལ་སི་སི་རེ་ཡ་དྲུང་ཆེ་འགྲུལ་རྒྱུ་ལ་གྲ་སྒྲིག་བྱས། པོ་ལུའུ་ཡི་ཆེད་དུ་གཞོན་རྟ་ཞིག་གྲ་སྒྲིག་བྱས་ནས་ཁོང་ལ་ཉེན་ཁ་མེད་པར་སྤྱི་ཁྱབ་ཕུ་ལེགས་རྩ་ཁྲིད་དགོས་པའི་བཀའ་གནང་བ་རེད། མཱ་པན་ཆུ་ཤུས་ཡིས་ཡི་གེ་དེ་འདྲ་བཏང་བ་རེད། ང་ནི་ཡི་རུ་ཤ་ལང་ཡིས་མཱ་པན་ཆུ་ཤུས་ཡིན། ངས་ཡི་གེ་དེ་སྤྱི་ཁྱབ་ཆེད་རྩ་བཏང་གི་ཡོད། བཀྲ་ཤིས་བདེ་ལེགས། ཡ་ཧུ་དཱ་པ་རྣམས་ཀྱིས་པོ་ལུ་སེ་འབྲུག་ཡུལ་དེར་ང་འགྲོ་ནས་ངའི་ཁུངས་བཅོལ་པ་ཡིན། དེ་ནས་ངས་པོ་ལུ་ནི་རོ་མེ་ཡི་སྲིད་གཞུང་གི་ཁོངས་མི་ཡིན་པ་ཧ་གོ་བྱུང། ཡ་ཧུ་དཱ་པ་རྣམས་ཀྱིས་པོ་ལུ་ལ་གཅེས་འཛུགས་བྱེད་དགོས་དོན་དོན་དེས་ངས་ཧ་གོ་འདོད་ཡོད་ཙང་ངའི་ཁུངས་ཡ་ཧུ་དཱ་པ་ཡི་དྲན་ཚོགས་ལ་འཁྲིད་འགྲོ་བ་ཡིན། བཅས་འཛུགས་བྱས་པ་དེས་ཁོ་ཚོ་ཆོས་འཕྲིན་ཡི་དེན་ཡིན་པ་ལས་སྲོག་འཕྲིན་དང་བརྩེ་གང་དུ་བཅུག་དགོས་པའི་ནད་ཁ་མེད་པ་ངས་ཧ་གོ་བྱུང། དེའི་རྗེས་ཁོང་བསད་བའི་བྱས་ངན་བསྟན་པ་དེ་ངས་ཐོས་བྱུང། ངའི་ལ་སང་མི་དེ་ཕྱིར་རྩ་བཅད་པ་ཡིན། ཁོང་ལ་ཡ་ཧུ་དཱ་པ་རྣམས་ཀྱིས་ཉེས་ཆད་མ་ཕོག་བའི་ཆེད་དུ་ངས་ཁྱེད་ཀྱི་མདུན་དུ་འགྲོ་དགོས་པའི་བཀའ་བཏང་བ་ཡིན། དམག་མི་རྣམས་ཀྱིས་བཀའ་བཞིན་བསྒྲུབས་ཏེ་མཚན་མོ་དེ་ལ་སྤོ་ལོ་བྲིས་ནས་སྲང་ལམ་ཞིག་ནས་ཕྱིན་པ་རེད། དེའི་སང་ཉིན་རྐང་དམག་རྣམས་དམག་སྒང་ལ་ཕྱིར་ལོག་བ་དང་རྟ་དམག་རྣམས་སྤོ་ལོ་ཁྲིད་ནས་མུ་མཐུད་ནས་ཕྱིན་པ་རེད། ཁོ་ཚོ་སེ་སི་རི་ཡ་གྲོང་ཁྱེར་ལ་སླེབས་པའི་སྐབས་སུ་དམག་དཔོན་ཡིས་ཡི་གེ་དེ་སྤྱི་ཆོས་ལ་སྤྲད་པ་དང་སྤོ་ལོའང་ཁོང་གི་ལག་ཏུ་རྩིས་སྤྲད་པ་རེད། ཅི་ཆོས་ཡིས་ཡི་གེ་དེ་ཀློག་པ་དང་སུ་བོ་ལུ་ལ་ཁྱེད་ཕ་ཡིས་ག་ན་ཡིན་ཞེས་སྐད་ཆ་དྲིས་པ་རེད་བོ་ལུ་ཡིས་ལན་དུ། ང་ཀི་ལི་ཡ་ཞིང་ཆེན་ནས་ཡིན་ཞེས་ཤོད་པ་རེད། ཅི་ཆོས་ཡིས་བོ་ལུ་ལ་གསུངས་པ། ཁྱེད་ལ་དགའ་པ་བྱེད་མཁན་རྣམས་དེ་ལ་སླེབས་པ་ཡིན་ན་ངས་ཐག་གཅོད་བྱེད་ཆོག། ད་ལྟ་ཁྱེད་རྒྱ་བོད་ཡི་ཕུག་རོང་ལ་བསྡད་ཅེས་གསུངས་པ་དང་སུ་ཁོང་གིས་དམག་མི་རྣམས་ལ་སུ་བོ་ལུ་བཀྲོངས་དགོས་པའི་བཀའ་གནང་བ་རེད།